ཏཱ་ནི། ད་ཧར་རྒན་ཁོང་གཉིས་བཤད་ར་གནང་ང་ཐོན་བཏང་ནི་རེད། གནང་ང་ཐོན་ན་ཏི་ཡིན་ན་ད་ཁོང་གི་ཧ་མ་གཉིས་ཀ་ཡིན་ན། ད་མོ་ཁར་གཉིས་ཀའི་བུར་རྒྱུད་ཁར་དམའ་བོ་རེད་དུས་ཁ་མོ་བཞི་མོ་ཡིན་ནི་རེད་ད་མོ་གཤིས་ག་གཅིག་ནི་རེད་དམར་ནི་རེད། ད་ཏི་གི་གཉིས་ཀའི་མོ་གཅིག་ལས་ཏི་ཡིན་ནི་འདྲ་མཛངས་ནི་འདྲ་དུས་མི་གཅིག་གམ་མི་ཡིག་གི། ད་མོའི་ཧ་མ་གཉིས་ཀ་ཡིན་ན་གཤིས་ག་ཡ་རབ་ཡིན་ནི་རེད་ད་ཀི་ཡང་ཡིན་ནི་རེད་བཟོད་སྒོམ་ཡིན་ནི་རེད་ད་བུར་རྒྱུད་དུ་སོ་བསམ་ཞིག་བཏང་ནི་རེད། ཏི་གི། ད་བཞི་མོ་སེམས་ཁར་མ་ཡིད། དང་མི་སྐྱོང་དགོས། སྤྱིར་བཏང་ཡིན་ན་ད་སྔོན་ན། ད་འདི་བཞི་ལོ་དུ་སྟོང་དཔོན་སངས་ཀྱི་ཁྲི་མ་ཏིར་ཡིན་ནོ་བདུད་དང་འོག་གི་རྫིས་ནོ་ཀོ་ནི་ད། ད་ཁྱོད་སྟོང་དཔོན་གི་བས། ད་ཁྱོད་ནག་མང་རྒྱོ་རྒྱོ་མགུ་བཟང་ནས་ནི། ད་ཁོང་གཉིས་ཀྱི་མ་འོང་བ་ཟི་ན། ད་སྐལ་ངར་ཟི་ད་ཡོང་རྒྱུ་རིགས་འདི་འཇིག་འདུས་ཏེ་ཡག་པ་ཟི་ད་ཨེ་ཡོད་མི་ཤེས་བསམ་ནི་ད་སེ་མས་སྤྲང་འགྲིག་འདྲ་བོ་སྔུན་ནས་ཡོད། ད་ལྟ་གི་གཞོལ་ལུ་ཏི་ཡིན་ན་ར་ད་ཨ་གུའི་ཁྱིམ་ཚང་ལ་ཁིར་ཀ་སྤྲིན་ཆེན་ཡིན། ད་ལྟ་ཡིན་ན་གཞོལ་ལུ་ཏི་ཁིར་ཀ་ཡེ་དཔའ་ཟི་ཐར་ནི་སྲོག་འགོ་འདྲ་བོ་གཅིག་ཐོན་སོང་ན། ད་དགུ་ཆོས་རྒྱུ་ནོར་ཡོད་ཚད་ད་སྟོང་ཁོང་ཚང་གི་མཁྲོག་ནི་གི་ཆོས་ཆུ་བོ་བཟང་གཅིག་གི་ཧར་ངོ་རྒྱང་ཕུ་ཏང་བཞག་ན་ར་མི་སྐྱོང་གི། ཏང་བག་རི་ཆུ་བོ་གསར་འབྲི་གསུམ་པོ་ལྷན་ནེ་ཡོག་གི། ཏི་རྫི་ནི་ད་ཧ་མ་ཉི་གི་ཤི་གི་མོ་སེམས་སོ་ཡིན་ན་ཁ་བརྡ་ཡེ་དཔའ་ཡེ་གི། ཏུ་ཡིན་ན་དང་མོ་ར། སེམས་འཛེག། ད་ཧ་མ་གཉིས་ཀའི་མྱི་ཚེ་གང་བོ་བཤགས་བཏང་ནས་རྒྱུ་ནོར་ཡོད་ཚད་པོ་དུ་ད་མོའི་ཁ་ཁུ་ཀྱི་མ་ཟིག་གི་འདི་རིགས་ཡིན་ནོ་ད་བརླག་བཏང་ནི་རེད་བསམ་ནི་ད་ད་འགྱོད་སེམས་འཛེག་ག་ཅིག་ཧུད་ཀི་ཚད་མེད་དུ་སྐྱེ་གི་རྒྱུ་བོ་དེ་ད་ཅིག་འགྱོད་སེམས་ཅིག་ཅེ་ཆུང་བ་སོང་ནི་འདྲ་ཅིག་ཧེ་ཟི་ཅིག་སེམས་འཛེག་ག་ཕན་ཐོག་འདྲ་ཟི་ད་ད་མང་བ་ཡིན་ན་ར་ད་མོ་ཅིག་མྱི་དུར་སྒུག་ནི་དེ་ཅིག་ཐུག་རྒྱུ་ཨེ་ཡོད་ད་བསམ་རྒྱུ་ད་ད་ཧ་མ་གཉིས་ག་ཅིག་ཁ་འགོ་བདེ་ནི་འཚོ་བཞུགས་གནང་དུ་ནི་ད་ཁོང་ཆ་ག་ཡང་ད་གཟིགས་ཁྱིམ་ཚང་ཟིག་ག་ས་ར་སློག་རྒྱུ་རེད་བསམ་ནི་ད་ད་འཇིག་རྟེན་གི་བྱ་བ་དེ་གཅིག་ཡར་ཤི་རེ་མེད་རྒྱུ་ད་རེ་བ་འདྲ་ཟིག་རྒྱག་རྒྱུ་བསམ་པ་འདྲ་བོ་ཅི་བྱེད་གསུངས་ཐ་དེ་མི་ཟི་རེད། དེ་ནས་ད་ཆུ་བོ་ཟངས་གཅིག་ཟེར་གོ་ནོ་འདི་ཡོད་ན་ད་ད་ལྟ་གི་སྟོང་དཔོན་སང་ད་ཁོང་གི་ཁྱིམ་ཚང་འདི་ཡོད་ས་བོའི་ས་ཕྱོགས་འདི་ཚ་ད་ཧར་ཕྱོགས་གི་ས་ཕྱོགས་དི་ཚ་གཉིས་ཀའི་བར་དུ་ན་སྐྱག་བོང་སྐྱག་གི་ཁྱི་ཆེན་པོ་ཟིག་ཡོད་ནི་ཆོས་དང་རང་གིས་གཅིག་ཆད་ན་རྫུན་ནི་དེ་མིན་ཟིན་མིན་ནི་ད་ཆོས་དང་བཞང་ཆད་ན་སྟངས་ཟམ་ནི་ད་གནམ་ཚད་དབྱར་ཁ་དུ་སོ་ཡིན་སོང་ན་ད་ཆོས་དེའི་ཧར་ངོ་སིར་ངོ་དེ་མྱོས་ཟི་ཐར་སོང་ཟེར་གྱི་དཔེ་བླུགས་སུས་ཧུ་གི་མེད་ནི་ད་གནམ་ཚད་དགུན་ཁ་ཡིན་ན་ཐམ་གི་ཙག་ཁུ་དུ་ཡིན་ན་ར་ད་ཆོས་དེའི་མཐའ་ཁ་ནི་སི་ར་དར་ཆག་ནི་ཅི་གི་ཟི་ད་འདི་ཡ་གྱོ་མ་རྟོག་གི་ནི་ད་ཆོས་དེ་དར་ཟམ་ཆ་ཚང་བ་བརྡལ་སྟངས་ནི་ད་ད་དེའི་དར་ཟམ་ཐོག་ནི་མྱོས་ད་ཧ་ར་སི་ར་ཐར་སོང་ཟེར་གྱི་དེ་མི་ཧུ་དཔེ་མེད་སི།

ད་གདོང་མ་རོང་པོ་གཉིས་ཧང་ད་དུ་ནི་ད་གཟའ་འཛི་ལུས་ནི་དུ་ཡིས་བཏང་ཡོད་ནི། ད་དུས་གཟའམ་དུས་ཧར་ཤོག་སིར་ཤོག་གཉིས་བྱས་ན་ད་སྲུང་དམག་བསྡད་བསྡད་ཡོད་ནི། ད་སར་ཤོག་འདི་ཚ་གི་ད་སྟོང་ཧོན་འདི་སང་གི་ད་ཅིག་ཁྲིམས་ད་དུས་མེ་འགའ་སོང་ནི་ཟི་ཡིན་ན་ད་ཧར་ཤོག་དེ་རྒྱང་ཕུད་བཏང་ནི། ཧར་ཤོག་གི་དཔོན་པོ་དུས་ཅིག་ཁྲིམས་ད། ད་ཅིག་ལུག་སུག་ཏུ་སོང་དགའ་སོང་ནས་ད་བཙུན་མ་ཅིག་ནག་མ་འདྲ་རེ་དུས་མིན་ཡོད་ན། ད་སུ་ར་སྟོང་ཧོན་སང་ཡོད་ས་བོ་སར་ཤོག་འདི་ཚ་བས། རྒྱང་ཕུ་ཐག་བཏང་ནས། དེ་རྒྱང་ཕུ་ཐག་བཏང་རྒྱུ་ཡོད་ནམ་ཚ་དུ་ར་ད་དུས་མིན་རྒུན་ཁ་གི་ད་ཐམ་གི་ཙག་ཁུ་དོ་དུ་ད་ད་ད་དུས་འགག་འདོད་དུས་ད་དར་ཉེ་ཁ་སུ་ར་ཅིག་གིས་ཟི་ད་བར་ཐག་འདྲ་བོ་ཉེ་དོ་བོ་དུ་ན། ད་དུས་ཐོག་ཨེ་ད་གདོང་མིའི་ཟམ་ཟི་ཧང་ད་དུ་ནི་དུས་ཐོག་ནས་ཧ་ར་སུ་ར་ངག་རྒྱུ་མ་རྟོག་གི་ནི་དུ་མ་ཡིན་པས། རྟ་རྣམས་ཙག་ཡག་གི་ནི་ནི་རྟ་འདི་ཐར་སོང་ཟེར་གྱི་ཟི་ཧི་གི་མེད་ནི། དེ་མིག་གཟའམ་གཅིག་མི་མེད་སའི་ཆུ་ཆེ་ཟི་ཡིན་ནི་གི་རྟ་འདི་མྱང་ཆུ་བོ་ཟམ་གཅིག་ཟེར་གོ་གི། ཆུ་བོ་ཟམ་གཅིག་ཟེར་གོ་ནི། ད་ད་ད་གི། འགག་མདོ་ཏོག་ས་བོའི་ཟམ་ཧང་ན་བ་ས་བོའི་རྟའི་ཧར་ངོ་སིར་ངོ་གཉིས་ཅན་ན། རྟ་ཟམ་ཧྲོང་ནི་འདུག་སའི་ཤང་གི་མཁང་ལུ་ཆུང་ཆུང་རེ་ལུས་དང་ཡོད་ནི། ད་གི་མཁའ། ཆུ་འདི་ཟམ་ཧང་དང་བསྡུས་ནས་ནི་ད་དེ་མཁང་ལུ་དེའི་ནང་ཕྱོགས་གཉིས་ཀའི་ད་གཟའ་ལྷོ་ནས་ཤོང་དམག་ནང་འདུག་ནས། ད་ཧ་ཤོད་ཀྱི་ཤོང་དམག་དེ་ཚོར་དགྲ་ཡོད་ས་བོ་དུས་གང་ལ་དུས་ད་རྩ་ནས་ཡ་ར་བུ་སོང་ན་ད་ཧ་ལས་བོད་རོ་མཐོན་པོ་ཟིག་ག་ངོ་ཆ་ཚང་བ་དེ་ནག་ཚར་བྱེད་བཞག་བོ་སི་ད་ལྟོས་མེད་ཟི་ཡིན་ནས། སིར་ཤོད་ཀྱི་འདི་ཚ་གི། ད་གཟའ་ལྷོང་དེ་ཚོར་དགྲ་ཡོད་ས་བོ་དུ་ནས་སི་ར་བུ་བཏང་ན། ད་ཐང་ཡང་མོ་ཧ་ལེ་བའི་ད་ས་རྒྱ་ཆེན་པོ་ཡོན་སི་ད་འདི་མི་ཟི་ག་ཐོན་ཐང་ཡོ་ནི། ཏི་མི་ཧི་ད་ཆུ་ཆེན་པོ་ཟི་ཀི་ཁ་རེ་ད་ཁོང་ག་རྒྱང་ཕུ་ཏང་གོ་ཟི་ས་བོ་ཏི་ད་འདི་ཆུ་ཏི་ཧར་ཤོ་ཧ་རྒྱང་ཕུ་ཏང་རྒྱོ་ད་ཏི་ཟེར་ཀོ་ནི། ཆུ་ཏི་ཧར་ཤོ་ཧ་རྒྱང་ཕུ་ཏང་བཞག་ན་ད་ཧར་ཤོ་ནི་ཡང་ད་རང་རང་ཅིག་ཀ་ར་རྒྱོ་གང་ཨ་སོང་ནི་ད་ཅིག་བསྡད་ཆོག་ཆོག་འགྱོ་ཆོག་ཆོག་ཏི་མི་མི་ནི་ཧར་ཤོ་ཀི་དཔོན་པོ་ཏི་ད་ཡང། ཅེས་ཁྱོད་འདུག་ས་འགྱོ་ས་ཆ་ཚང་བོ་དེ་ཅི་ཁར་ཁ་རིམ་པས་རིམ་པས་ཧ་ར་གོ་སྒྲིག་འདྲ་ཡིན་ན་འགྱོ་རྒྱུ་མང་གི་ད་ཁྱོད་ཤར་ཆ་ཟེར་སོང་ན་ཅིག་དེ་བས་གཟིགས་ཀི་ནང་བཞིན་ནི་བསྡད་བཏང་ན་དེ་མི་ཡིན་ར་མི་ཆོག་གི། སྤྱིར་བཏང་གི་ཡིན་ན་རྒྱང་ཕུད་བཏང་བཞག་ནི་དུ་སོ་ཕྱོགས་གཉིས་ཀས་ཧར་སར་གང་ནས་རྒྱང་ཕུད་བཏང་ནི་ཡོང་ན། འོ་ད།

མི་དམངས་མི་སེར་ར་སྡིག་ཧི་ཀྱག་གི། དེ་མི་གི་རྟགས་རྒྱང་ཕུད་བཏང་སའི་ས་ཆ་ཟི་ཡིན་ནི་དེ་མི་ཟི་རེད། དེ་ནས་ད་ཁོང་ག་རྒྱང་ཕུད་བཏང་རྒྱུའི་རྣམ་ཆ་འདྲ་བོ་དེ་ཐོན་བཏང་ད་ཐོན་བཏང་དུས་ན་ད་ཉིན་ཚིག། ད་སྟོང་ཧོན་སང་གི་ད་དེར་ཡིན་ནི་དམག་ད་དུ་སུམ་ངག་ནི་དེ་ཡིན་ནི་ཐོན་མདོག་གི་ད་ཁོང་གི་རྒྱུ་ཟོག་འཁོར་གྱི་ཡོད་ཚད་པོ་དི་ད་ར་ཆ་ཚང་བོ་དི་ད་ནང་ནས་ཁོང་ཆ་ག་ཅིག་གི་ཁག་གསོ་སྐྱ་ཚེ་ལྡོག་མ་ཆག་ཚིག་མིན་ནོ་དི་ད་ཆ་གི་དེ་དི་ནི་ད། ད་དེ་སྟོང་ཧོན་སང་གི་ད་བླུན་པོ་བླུན་ཆེན་ཟི་ད་ཁྲོམ་ཧོན་ཟི་ན་དེ་མི་ཟི་ད་ཁོང་གི། ད་མུ་སེམས་གི་མྱི་དེ་བསད་དང་བོ་ནོ་དེ་འཇར་སྐྱེ་ནས་ད་ཁོང་ག་ཁྲིམས་ཆག་པ་ཁྱེར་ནི་བ་སོང་ནི་རེད་དེ་ནི་ད་ཁོང་ཆག་ག་ད་རྒྱང་ཕུ་བཏང་ནས་བཟའམ་གི་ཧར་ངོ་དེ་བསྐྱང་ནི་ད་དམག་ཆག་ཚིག་ཡོང་འདྲ་དི་ནི་ད་ད་ཧ་མ་མྱི་ག་ད་ཁོང་ཆག་ག་གསོན་པོ་ཁྱི་དི་ནི་ད་ཁོང་ཆག་ག་ཅིག་ཁ་གསོ་ཁྱི་གི་ཅིག་བཟི་ཟོག་ཆག་ཚིག་ཡོ་རྒྱོ་བཞི་བོ་རྒྱོ་དི་ཆི་བོ་དེ་དི་ནི་ད་ད་དེའི་ཆི་བོ་བཟང་ཅིག་དེའི་ཁ་ད་ཐོ་ནོ་ནི་ད། དི་ནི་ད་ཁོང་ཆ་ག་དི་བཟའམ་དི་ཧར་ངོ་ཧོ་དི་ཧར་ཤོག་ཁོག་མག་དི་སྟི་སྤྲུ་ཡིས་ནི་ད་འདི་ཆུ་ནག་ད་འདི་ཆོ། དེ་རྒྱང་ཕུ་སྟང་སྒོ་སྐྱག་གི་རྒྱུ་མཚན་དི་མི་ཟི་ཡོན་ཛི་ནི་ད་ཁྲིམས་ཡིག་འདྲ་བོ་ཆ་ཚང་བོ་ཧར་ཤོག་གི་ལག་དེ་བཞག་ནི་ཧར་ཤོག་གི་ཁོང་ཆ་གི་ངོ་ལེ་འདྲ་བོ་ཡིས་ནི་དི་ནི་ད་ཁོང་ཆ་བོ་མ་ར་སབ་ཤོག་ཟི་ག་ད་ཅི་བཀོད་སྒྲིག་འདྲ་བོ་ཡིས་ནི་ད་དི་མི་ས་ཆ་ལོང་སྟོང་ཟི་ག་དི་ནི་སོང་བ་སྡུད་ཛི་ནི་ཁོང་ཆ་གི་དེ་མ་ར་མགག་སྟང་ད།

ད་འདི་བཞི་ལི་ཏིའི་རྒྱུ་མཚན་ཡིན། ད་སྔ་ན་བཞི་མོ་ད་གཉིས་ཀ་ད་དངོས་བྱས་ནི་དགའ་རོགས་འགྲིག་གི་ཡོད་གི་སྐལ་བས་ད་མདོར་བསྡུས་སུ་བཤད་སྟངས་ནོར་དོན་རེད་ད་བཞི་ལི་ཏི་ཡིན་ན་སྤྱིར་བཏང་གི་ད་ས་ཕྱོགས་ཧའེ་ལི་བའི་ས་ཕྱོགས་ཐག་རིང་ཟིག་གི་ཡིན་ནི་ད་བཞི་ལི་ཏི་ཆུང་དུས་ན་ད་ཁར་གི་མ་ད་ཤི་སོང་བ་མ་ཡོད་ནི་དེ་ནས་ད་ཧའེ་ཏི་བདག་ཡིན་ནི་ད་ནི་དི་གི་ཧའེ་ཏི།

དེ་ནས་ད་འདི་མྱུར་དུ་ཅི་གས་སོང་ནི་སྐུ་ཡིན་ནི་ཏིར་ཡིན་ན་ར་ད་ཤིག་གི་ཁྱིམ་ཚང་ཆེ་ཤིག་ཆེན་ད་ཅིག་དཔོན་པོ་འདྲ་འདྲ་ད་ཅིག་ཀང་ཟི་ག་ཅིག་ཧུག་གི་མྱི་ཆིན་དཔོན་ཆིང་གི་ཏི་མི་གི་ད་རྒྱུ་བྱ་ལགས་སྐུ་རྒྱུ་མ་རྟོག་གི་ནི་ཅིག་མི་པོ་ཆེ་པོ་ཟི་ག་ཅིག་སྐུ་བཅག་འཕྲོག་སུ་འདྲ་ཏི་མི་ཡེ་རྒྱུའི་དཔེ་ལུགས་སུ་འདྲ་བོ་མེད་ནི། ཏིར་ཡིན་ནི་ད་ད་ཁར་གི་ཆིན་དེ་ནི་རི་འགོ་ཅིག་ཡིན་ནི་རྡོམ་ནི་འགྱོ་གི་འདུག་ནི། དེ་ནས་ད་འདི་ཆུ་བོ་ཅིག་ཡིན་ནི་ད་ཏི་ཡིན་ན་ད་ཆིན་དེ་ནི་རྟ་ད་ད་ཟོག་ད་ཏི་སོ་ཏེ་ད་ཏི་ཡིན་ན་ད་ཧ་ར་སི་ར་སོག་ཨེ་རྒྱག་ནི་སོག་ཨེ་རྒྱམ་ནི་རྫི་ན

ད་ནི་ད་རྒྱབ་བདག་ཏུ་སུ་ལ་ག་ས་ར་མི་ཡོང་བ་རྩར་མི་ཆོད་དེ་ད་ཡ་ཆི་གི་ཡ་ནི་ད་འདི་བར་གི་ཀུན་ཅག་ཏུ་སོ་རྒྱ་ཁ་ཐོབ་འགྱོ་ནི། ད་ཧར་ཤོག་གི་གཞི་ལུས་རོགས་ཧ་ཏུ་སུ་ཡིན་ན་ཡང། ད་གཅིག་དག་ཏུ་གོ་ཧར་ཤོག་ནི་སི་ར་ཏི་ཡོང་ན་ད་དེ་བར་ནི་སོ་ཧ་རྒྱབ་ཏི་ནི་བླང་ཏི་ནི་སོ་ཧ་རྒྱབ་ཏི་ནི་བླང་ཏིར་གྱིས་ད་འདི་གཞི་ལུ་ཏི་དེ་བར་ནི་ཧར་ཅག་སུ་སྐྱ་ཡེ་ནི་ཟི་ཡིན་ནི།

འདི་བཞི་ལ་དེའི་ཕྱིར་བཏང་གི་ཡིན་ན། ད་ལྟའི་བཞུད་མོ་སང་གི་ད་ལྟ་དམ་རྫི་སྔ་ནས་བོར་སྐྱོར་རྒྱུ་ད་ནང་ན་རྒུན་མ་ཤེས་ཁྱ་མ་མོར་གཉིས་ཡོད་སའི་དེ་མི་ལྟ་དམ་རྫི་ཅེ་ཧུད་དེ་སྐྱོར་རྒྱུ་ར་ཡིན་པ་དག་དོག་ན་འདི་བཞི་ལོ་དུ་ཁར་གི་དེ་ཚོ་ནི་རི་ཡིན་ནི། ད་སྔ་ནས་ན་འདི་བཞི་ལོ་དུ་ད་ལྟའི་བཞུད་མོ་སང་གི་ད་ད་ད་ཡུ་གུར་རྫ་མགོ་གི་གསང་ལམ་དེའི་ནང་ནས་ཧར་འགྱོ་ཚུར་འགྱོ་ཡད་འདུག་ན། ད་འདི་བཞུད་མོ་སང་གི་རྟ་མང་བ་རིགས་འདུག་དེའི་ནང་ནས་ཁར་གི་དེ་ཚོ་ནི་རི་ཡིན་ནི།

དེ་ནས་ད་གཞིས་མོ་སང་ཡིན་ན། ད་ཁོང་གི་རྟ་བོར་བཏང་ནོ་ཏི། འདི་བཞི་ལི་ཏི་ད་རྩལ་སྤྱོད་ཡིན་ན་ཁོང་གབ་རྩ་རོགས་ཡིན་ཁྱེད་རང་ད་བསམ་ནི་ད་སྐྱག་སྐྱག་གི་ད་བཞི་ལི་ཏི་ཐོག་ཨེ་དགའ་ནི། རྒྱུ་མཚན་དེ་མི་ཟི་རེད། དེ་ནས་ད་འདི་བཞི་ལི་ཏི་ད་གཞིས་མོ་ཏི་གཉིས་ཀ་གཉིས་ཀ་མཐའ་འཇུག་ཁ་ཁ་ཡིན་ན་ད་ད་ལྟའི་བཞི་ལི་ཏིའི་སང་ལོ་གི་ཟླ་བ་བཞི་བའི་ཚེས་བཅོ་ལྔ་ཡར་མར་ཟི་ག། ད་ཁོ་ཚོ་ཡུན་གཅིག་མི་གཅིག་གི་སྐོར་དུ་རྒྱག་ནས་ཡོང་རྒྱུ་ཨ་བ་རྟ་རྫི་ནི་ཏི་ཡི་ནི་ད་བུད་སོང་བ་ནི་ད་ད་ཏིའི་ཤུལ་ནི་ད་འདི་བཞི་མོ་ཏི་སང་ལྷ་ས་བུད་སོང་ནི་རེད་ད་ལྷ་ས་བུད་སོང་ནི་ད་ད་ཏིའི་ཤུལ་གི་ད་འདི་བཞི་ལི་ཏི་ད་ཟླ་བ་བཞི་བའི་ནང་བཞི་མོ་ཏི་སི་ར་སྐོར་རྒྱག་ནས་ཡོང་དུས་ན་ད་བཞི་མོ་ཏི་སང་ཧི་ཀི་མའོ་དེ་ནི་ད་ཏི་རི་ནི་སྟོང་ཧོན་སང་ད་འབྲོག་ནི་ལྷ་ས་བུད་སོང་ནི་རེད་རྫི་ནི་ད་ཁར་ཀི་ཏི་ནི་ཆ་ཚང་ཀོ་ནི་ད་ཏི་ནི་ད་ཁར་ཀ་ཐིག་ས་འདྲ་མ་ཡོད་ནི་རེད་འགྱོ་བཞོ་རེད་ད་སྟོང་ཧོན་སང་ཀི།

དེ་ནས་ད་འདི་ཞི་ལུ་དུ་ཡིན་ན་ཁར་ཉིན་ནུབ་མོ་ད་བཞི་མོའུ། ད་ཁར་ཀ་སྒོ་རྒྱུ་མཁོ་རྒྱུ་བྱ་ལག་ཆ་ཚང་བ་ད་གྲ་འགྲིག་ཡུལ་ད་དག་གླང་ཆེན་སྟག་ཁུག་གི་ད་སྟོང་ཧོན་སང་གིམ་ཁར་གིམ་ཐ་ཁ་ནི་ད་ཡར་ཧུག་སྟོ་ཚ་ཀྱང་ན་ལན་པ་ཡིན་ནི་ཤར་ཚེ་ད་བརྒྱུག་དང་བུ་ཐ་རེ། དུ་ཡི་ད་ད་ད་བཞི་ལུ་དུས་ནུབ་མོ་ཡར་ད་གླང་ཆེན་སྟག་ཁུག་གིམ་ཁར་གི་ད་སྟག་ཡི་དེར་བྲག་སང་ཀྱང་ན་ཡར་པུ་ནི་དེ་དུས་ན་ད་དེ་བྲག་སང་ན་ད་སང་ཡི་དུས་མི་བྲག་ལམ་ཛི་ཡོད་ནོ་ད་ད་ཁར་གི་ཟིམ་དང་ཟི་ཡ། དུ་ནི་ད་ད་གི་དུས་བྲག་ལམ་དུ་བརྒྱུད་དུ་ནི་ད། ད་ལྟ་ཡིན་ན་དེ་བཀྲག་སངས་ཏེ་གླང་ཆེན་སྟག་གི་གི་ཡ་ར་ཁ་བ་དུ་དེ་ཡིན་ན་བུད་སོང་དུས་ན་ད་དེ་རམ་མདའ་ཡེར་ནི་དུ་སུས་ད་རྫས་མ་ཆུ་དུ་རྗིས་མ་ཟི་ནས་ནི་ད་ད་བཞི་ལི་དུ་བདེ་མོ་མཚན་པོར་གི་ངང་གི་ད་གླང་ཆེན་སྟག་གི་གི་ད་དེ་བཀྲག་དེ་ཁ་བ་དུ་དེ་བཀྲག་གི་ཧར་རྒྱབ་ན་ད་ཡང་རྫ་རི་བཀྲག་རི་མཐོན་པོ་ཏག་ཏག་བུད་ཚུ་ད་དེ་བར་ན་དེ་གསང་ལམ་ཡོད་ནོ་དུ་ཆ་ཚང་བུ་དུ་ཟི་ནི་ནི་ད་དེ་གསང་ལམ་དུ་བརྒྱུད་དུ་ནི་ད་བདེ་མོ་མཚན་པོར་གི་ངང་གི་ད་ཁིར་གི་ཡུལ་ཕྱོགས་ཡ་ཐུམ་སོང་སི། ད་ནི་ད་ཁར་ཀ་ཡུག་ཤོག་ག་སོང་ནི་ད་ད་ད་གི་ཁར་ཀ་ཡུག་ཤོག་ནི་ཉི་མ་ཆ་ཚིག་གི་མ་གཟི་ཧྲུལ་ད་དི་ནི་ད་ད་ད་གི་ཁར་ཀ་གང་ས་གང་ནི་དི་རིག་ནི་ད་དེ་ཁྱེད་རང་ནི་རྒྱུ་ཟོག་འཁོར་གྱི་མང་ནི་རེད་ད་ད་སོ་ཆ་ཚང་བོ་དི་ད་ཡ་རབ་མ་རབ་བཙོང་ནི་ཚོང་ཁ་ཡིན་ནི་སྔུ་གུར་ད་གསེར་ད་ད་དི་མི་གི་ཅི་ཧ་ཀི་འཁྱེར་ན་འཁྱེར་ཁ་བསྡད་ནི་སྟབས་བསྡད་ནི་དི་མི་གི་ད་ནོམ་པ་བརྗིད་ད་དི་ནི་ད། ད་ནི་ད་ཉིན་ཚིག་ད་ད་ཁར་ཀ་རྟ་ཟི་ག་ཅིག་གཡམ་ཚ་འཛི་ཡོད་ནོ་དུ་ཞོན་ད་ད་ནི་དབུས་ཁར་ད་ད་ནི་ཁར་ཀི་ཅིག་གསེར་ད་དངུལ་ད་ནོ་འབབ་ཅག་ལག་ཏུ་སོ་ཡོད་ནོ་ཆ་ཚང་བོ་དུ་ད་ད་གི་བཟང་ད་དུ་མི་ད་ད་འཚག་ནི་ད་ད་བཞི་མོ་བཙག་ནི་ཐུན་ཁྱི་རང་ཟི་ཡ་ད་ད་གི་བཞི་ལི་སེམས་ཟི་ག་ད་བཞི་མོ་དེ་ཆུ་ཟི་ཡི་དང་བོ་ད་ད་ད་བཞི་མོ་དུ་ཅིག་བཙོན་ཟི་ག་ཅིག་དང་བོ་ན་ད་ཆུ་ཟི་གི་དང་བོ་ན་ད་རང་ང་ཁུད་དུ་ཧུ་ཀག་ཤིག

ད་གཞི་མོ་ཧོ་གི་བཙོན་ནས་ར་མ་བཅིག་ད་བཙོན་ལི་ར་མ་ཡི་ད་ཅིག་ཅིག་ར་མ་ཡི་ཡེ་ནི་ད། ད་དོ་སང་གི་རྒྱུ་ཟོག་འཁོར་གྱི་ཆ་ཚང་བོ་ད་ད་སྟོང་ཁུང་སང་གི་བླང་ནི་ད། ད་དེ་ཡི་ཁྱུག་སར་ཅོག་རྒྱུ་བོ་དེ་དམག་དཔོན་དུ་སང་ཡ་ད་འཇབ་ཤག་བཞི་ནི་ནི་ད། གཞི་མོ་སང་ཁྱིམ་ཚང་དུ། ད། ཆུ་བོ་ཟམ་གཅིག་གི་ཧར་ངོར་རྒྱང་ཕུ་དེ་དང་དང་ད། ཏི་ཙི་ད་ཙམ་དུ་ད་ད་ད་གི་ཁུར་ཁུར་དེ་རྒྱུ་མཚན་ཆ་ཚང་བོ་དུ་ས་བོ་ཡིན་ན་གོ་དང་སི་ད་ཆུ་བོ་ཟམ་གཅིག་ཟེར་གོ་རྒྱུ་འདི་ཆུ་དེ་ད་གི་མྱོས་ཟི་མི་ཐར་ནོ་ད་ད་རྒུན་ཁ་ཟི་ག་ད་དེ་ཐམ་ངེས་ཟེར་གི་འདུག་རྒྱུ་དེ་འགག་འདོད་དོན་ན་ད་རྐང་ཟམ་ཟི་ག་ཆུང་ཆུང་ཟི་ཧེན་ནོ་ད་དེ་ནས་དབྱར་ཁ་ཅིག་ཧི་གི་སི་ར་འཁྱག་འདྲ་དྲུས་ཁྱི་རོང་དེ་ཡི་དུས་ནས་ནི་ད་དེ་རྐང་ཟམ་དེ་ར་བླངས་བཞག་ནོ་ད་དེ་ཧི་གི་ཟམ་སྲུང་དུ་སོ་ར་བུད་སྐྱོ་ནོ་ད་རྒུན་ཁ་ཅིག་ཧི་གི་ཟླ་བ་གཅིག་གཉིས་ཟི་གི་ཚེ་ད་ཙག་ཆེ་དུས་ཟི་ག་རྟ་རྩིག་ཁ་ན་ཅིག་ཐར་ས་ཟི་དང་འདུག་ནི་ཟི་ཡོ་ནོ་མི་དང་མི་ཏཱ་ཀི་འགྱོ་འདུག་ཟི་མི་ཐར་ནུ། དེའི་རྒྱུ་མཚན་ཆ་ཚང་བོ་དང་རྟ་ཁར་ཀ་ཅི་ཧ་འཁྱམ་པ་ཡིན་ནི་རེད་ཆ་ཚང་བོ་དུ་རྟ་ཁར་ཀི་ཤི་ཟི། དུ་ནི་རྟ་ཁར་ཀི་འདང་ཟི་རྒྱབ་ཟི་དུ་ཡ་རྟ་ཁུ་དུས་དགུན་ཁ་གུག་ནི་དུ་སང་ཉིན་ད། དུ་ཟི་ཡ་ཀི་འདུག་ཚེ་ནམ་ཚ་ར་མགོར་འགྱོ་གི་དུ་རྟ་ཁོ་དུ་ཕྱིར་བཏང་དུས་ཆུ་བོ་ཟམ་གཅིག་གི་ཟམ་གཅིག་ཤུ་གང་ནི་ཁོ་སོང་ན་ར་མ་གི་ཁོ་སྟོང་ཧོན་སང་དུ་ཚ་གི་རྟ་ཁོ་བཙོན་ནི་བཀྲུས་དང་ནི་ཁུ་དུས་མི་ཉོ་སད་བཏང་བ་ནི་ཁོ་དུས་མི་གི་ནག་མ་རེད་ད་སྟོང་ཧོན་སང་གི་ལག་ཡ་མ་ཡོང་བ་དུ་དུ་འགྱོ་ཁོ་རེད་ཁོ་དུ་ནི་ཧི་ཀི་རྟ་བོད་ན་མ་ད་ད་ན། ད་འཁོན་པའི་ཆུ་བོ་ལམ་ཆིག་དེ་ཧར་ངོ་དེ་ཆུ་གཟིག་ཡིན་ནག་ཅིག་བོད་ན་དགའ་ད་ཁར་གི་སྟོབས་བསམ་ན། བསམ་བློ་བཏང་ནས་ཏི་ཡིན་ད་དེ་ཆུ་ཆུ་ཆེན་པོ་དེ་ཁ་ནས་ཡ་ར་སོང་མ་ར་སོང་ནས་ཏི་ཟི་ཡིས་སྡུག་ན། ད་ཧག་གི་རང་ཨ་ཐར་དང་ཟས་ཀྱིས་ཧིག་གི་དཔེ་ལུགས་སུ་ཧིག་གི་མ་ཡོད་དེ་ཐབས་ཤེས་སུ་མ་ཡོད།